བོད་ལྗོངས་མ་གཏོགས་ལས་རྒྱ་ཡོངས་ཀྱི་ས་ཆ་གཅིག་ལ་ཡོད་བ་མ་རེད། བྱས་ཙང་ཁོས་ད་ལྟ་སྐད་ཆ་དེ་གའི་ཆབ་སྲིད་ཀྱི་སྟེང་ལ་ལངས་ལོག་པ་ལས་འཕྲད་ཡོང་ས་རེད་སྐད་ཆ་དེ་སྐད་དུ་ཁྱི་ཇག་འབུ་འདྲ་པོ་དོ་བོད་པ་ལོ་གཞན་ཡས་དེ་ཚོ་གི་ཨོ་ང་ཚོ་ཚང་མ་དེ་གནའ་སྔ་ནས་དགའ་དད་ཕོ་རང་གི་བདག་པོ་རྒྱ་བཟི་བོད་རང་ཕྱོགས་ལྗོངས་ཀྱི་ཁ་ཁ་རེད་ཟེར་ཡ་འདྲ་པོ་ཁོས་དེ་བཤད་འདུག་བ་དེ་ཆེད་དུ་དངོས་གནས་བཤད་ན།

དེ་ལ་ཡོང་གི་འདུག་བ། དེ་གི་སྐོར་ལ་བཤད་ན་ཁོ་གི་སང་ལུགས་ཀྱི་འགྲོ་ཕྱོགས་དུ་དམིགས་ཡུལ་དེ་ཡང་དག་པ་བགྱི་བ་མ་རེད་ཟེར་ཡ་དེ་དེ་ཡིན། དད་མཚན་གསུམ་པ་དེ་ཁོ་ལ་ནང་ཁྲོད་ཅི་དགའ་བ་འདུག་ཟེར་དུས། ད་བོད་ཀྱི་ལོ་རྒྱུས་རིག་གནས་ཀྱི་སྟེང་ལ་ཀ་ཁལ་བཤད་གི་མི་འདུག།

ད་ལྟ་དེའི་གདོང་ལ་དཔེར་ན་ཟི་ཁྲོན་མཚོ་སྔོན་ཀན་སུའུ་ཡུན་ནན་གྱི་བོད་པ་ས་ཁུལ་ཚང་མ་ལ་ཡོད་པ་མ་རེད། མེད་པ་ཡིན་ཙང་དམངས་གཙོ་སྐྱིད་ཆུའི་དུམ་བུ་སོགས་དུས་བོད་རང་སྐྱོང་ལྗོངས་སྤྱི་བསྡུ་ཞིང་ཆེན་གཞན་དག་གི་ནང་ལས་བོད་རང་སྐྱོང་ལྗོངས་བཅུ་ཐམ་རང་སྐྱོང་ཁུལ་བཅུ་ཐམ་པ་བཙུགས་ཡོད་པ་རེད། དེ་ཚོའི་གནས་ཚུལ་ལ་ཧ་མ་གོ་ནས་ད་ཁོས་སྐད་ཆ་བཤད་སྟངས་དེ་གས་ལོ་རྒྱུས་ཀྱི་གོ་རིམ་དང་ལོ་རྒྱུས་ཀྱི་འགྲོ་སྟངས་འདྲ་པོ་དེ་ཚོ་ཚང་མ་ནོར་ཚར་ལ།

བྲིས། ཆགས་སྲེད་ཀྱི་ས་བློན་དམངས་ཁྲོད་ཅན་གྱི་བཟོ་ཡ་གི་ཉེན་ཁ་ཚ་པོ་རེད། ཨ་ནི་ཁྱོད་རང་གི་སྐད་ཆ་དེ་ཤེས་ན་བཤད་ཆོག་གི་རེད། ཁྱོས་ད་ལྟ་བྲིས་པོ་ཞིག་ལ་སྐད་ཆ་ག་རེ་བཤད་ན་ཆོག་དོ་ཆོག་མི་ཐམས་ཅད་ལ་ཡིན་ན་ཡང་ཁུངས་མེད་པ་ལུང་མེད་པ་རྒྱུ་མཚན་མེད་པ་གི་གང་བྱུང་མི་བྱུང་གི་བཤད་པ་ཡིན་ན་རྗེས་མ་ཉི་མ་གཅིག་ལ་ཁ་ལ་ཁོལ་ཁོལ་བྱེད་དགོས་ལུགས་ཀྱི་ཉེན་ཁ་ཐུག་ཡོང། གཅིག་བྱས་ན་ཆབ་སྲིད་ཀྱི་སྟེང་ལ་བཤད་སྟངས་ནང་ཁྲོལ་ཡོང་ས་རེད། གཉིས་བྱས་ན་བོད་ཀྱི་རིག་གནས་དང་ལོ་རྒྱུས་ལས་དམའ་འབེབས་ཡང་བྱེད་ཡོང་གི་འདུག་ཨཱ། དེ་གའི་ལངས་ལོག་པ་ལ་ཁྲེལ་འགྲོ་གི་རེད། ལངས་ལོག་པ་ཁྲེལ་རྒྱུ་དེ་གཉིས་རེད་གཅིག་ཆབ་སྲིད་ཀྱི་ལངས་ལོག་པ་དང་གཉིས་པ་དེ་ཨཱ་ནི་ལོ་རྒྱུས་རིག་གནས་ཀྱི་ལངས་ལོག་པ་གཉིས་བྱེད་ཡོང་གི་འདུག་བྱས་ཙང་མ་འོངས་པ་ལ།